ང་རོ་དེ་ལས། ཁ་སང་གི་སློབ་ཚན། དོན་བཅུ་དམ་པ་དེ་མུ་མཐུད་ནས་ཞུ་བ་ཡིན། ཁ་སང་ང་ཚོ། ཡི་གེ་ཅི་ཡང་གི་སྐོར་ཞུ་བསྡད་པ་རེད། ཅི་ཡང་གི་སྐོར་ཟེར་དེ་ཐ་སྙད་ཀྱི་དབང་དུ་བྱས་པ་ཡིན་ན། ཨ་ནེ། ལེགས་སྦྱར་ནང་ལས་ཅི་ཡང་གི་ཞེས་ཡོད་རེད། ང་ཚོ་བོད་སྐད་ནང་ལས་གཞན་ཡང་བཤད་ཡོད་འདུག་བ། ཡིན་ན་ཡང་ཐ་སྙད་གཅིག་པ་རེད་དེ། གོ་དོན་འདྲ་བོ་དེ་གཅིག་པ་བསྐྱོན་ཡིན་ས་མ་རེད། ལེགས་སྦྱར་གྱི་ཅི་ཡང་བཤད་པའི་སྐབས་སུ། ཨནི་ཚིག་གཅིག་གྲུབ་ཚར་བའི་རྗེས་སུ་ངག་ནས་འདོན་པའི་སྐབས་སུ། ཨནི་ཅི་ཡང་གི་གནས་ཚུལ་དེ་འདྲ་ཕལ་ཆེར་གསུང་དགོས་ས་མ་རེད། ལེགས་སྦྱར་གྱི་ཅི་ཡང་བཤད་པའི་སྐབས་སུ་སྡེབ་སྦྱོར་གྱི་གཞུང་ནས་བཤད་པའི་སྐབས་སུ་དེ་ཡང་གཙོ་བོ་ཚིགས་བཅད་ཀྱི་དབང་དུ་གྱུར་ཅིག་བཤད་ཀྱི་ཡོད་ས་རེད། དབྱངས་ཅན་སྒྲ་མདུད། བརྡ་ཆད་ཀྱི་མཚམས་སྦྱོར་གྱི་མཇུག་དེ་ལ་ལུང་གི་སྤྲང་བདུད་བ་རྐང་པ་གཉིས་རང་ཉིད་ཡོད་རེད། དེ་དུས་ཅི་ཡང་བཤད་ཀྱི་ཡོད་རེད། གཙོ་བོ་སྡེབ་སྦྱོར་སྦྱངས་པའི་སྐབས་སུ་བསླུ་བྲིད་བྱེད་ཀྱིན་ས་རེད། དེ་ཡང་ཚིགས་བཅད་ཀྱི་དབང་དུ་ཡིན་ས་རེད། སྡེབ་སྦྱོར་གྱི་གཞུང་ནང་ལ་འདུག་ས་བྲིད་བ། བརྩེགས་པའི་ཐོག་མར་གང་བྱུང་དང། ཚེག་དྲག་ཅན་དང་ཐིག་ལེ་ཅན། ཇི་ལྟར་ཡི་གེ་བརྩེགས་ཡོད་ན་ཕྱིར། ཡང་ན་ཚེག་དྲག་རྣམ་བཅད་ཡོད་ན། ཡང་ན་ཐིག་ལེ་ཅན་རྗེས་སུ་ང་རོ་ཡོད་ན། རྐང་རྟ་རིང་པོའི་ཡི་གེ་རྣམས། ཡང་ན་ཚིགས་བཅད་ཀྱི་རྐང་པ་ལ་ཨེ་ནི་དབྱངས་རིང་བ་ཡོད་ན། ལྕི་བའི་ཡི་གེ་རྣམས་སུ་ཤེས། དེ་ལས་བཟློག་པ་ཡང་བའོ། དེ་མ་ཡིན་པ་ཚང་མ་བློ་ནི་ཡང་བ་ཡིན། ད་འདི་འདྲའི་ཆོས་སྐོར་གསུང་གི་འདུག་ད་ངས་དེ་ཞུ་བའི་ཐབས་ཤེས་ག་རེ་ཞུ་བར་ལབ་ཡིན་ན། བྱས་ཙང་ལེགས་སྦྱར་གྱི་ལྕི་ཡང་གི་ཤད་དེ་གཙོ་བོ་ཚིགས་བཅད་སྐབས་ལ་བཤད་ཀྱི་འདུག་ཡིན་ནའི་ང་རང་ཚོའི་བོད་ཀྱི་ལྕི་ཡང་ཤད་དེ་ཚིགས་བཅད་དང་ཚིགས་ལུགས་ཀྱིས་བཤད་ཀྱི་ཡོད་མ་རེད། ཚེག་བར་གྱིས་གྲུབ་ཚར་བའི་རྗེས་སུ། ང་ནི་བདུན་པའི་སྐབས་སུ་ཨེ་ནི་ཅན་གྱི་ཁྱད་པར་ཡོད་རེད། ཨེ་ནི་ཚེག་བར་གྱི་གྲུབ་ཚ་བ་ཡིན་ན་ཡང་ཚེག་བར་གཅིག་ཁོ་ན་ཉིད་ཀྱང་ཨེ་ནི་ལྕི་བའི་གནས་སྐབས་དང་ཡང་བའི་གནས་སྐབས་ཡོང་གི་ཡོད་རེད། དེ་རྒྱུ་མཚན་ག་རེས་ཞུས་པ་ཡིན་ན། ཨེ་ནི་ཚེག་བར་དག་རང་ཚེག་བར་གཅིག་ཡོད་ནས་རེད་ཚེག་བར་གཉིས་ཡོད་ནས་རེད། དེ་མིང་གི་ཡིན་པའི་གནས་སྐབས་དང། བྱ་ཚིག་གི་ཡིན་པའི་གནས་སྐབས་དང། ཕྲད་ཀྱི་ཡིན་པའི་གནས་སྐབས་སུ་འགྱུར་བ་འགྲོ་གི་ཡོད་པ་སོང་ཙང་ཅན་གྱི་ཁྱད་པར་འདྲ་བོ་དེ་རྟོགས་བྱེད་དགོས་ཀྱི་ཡོད་ས་རེད། ད་སྐབས་འདིར་བཤད་པའི་ཅན་དབྱངས་དང། ནམ་རྒྱུན་ཕོ་མོ་མ་ནས་བཤད་པ་གཉིས། འདྲ་བོ་ཞེ་དྲག་ཡོད་རེད། ཡིན་ནས་གཅིག་པ་རང་ཡིན་ས་མ་རེད། ནམ་རྒྱུན་ང་ཚོས། རྟགས་འཇུག་གི་ནང་ལའང་བུ་མོ་མ་ནི་ཞེས་པའི་སྐབས་སུ། ཕྲད་དང། རྣམ་དབྱེ་དང། ཕྲད་དང། བྱ་ཚིག་དང། མིང་གི་གནས་སྐབས་སུ། ཨ་ནི་ཡིན་བུ་མོ་མ་ནི་གི་བསྒྱུར་བ་དེ་འདྲའི་བཤད་སྲོལ་ཡོད་མ་རེད། ཡིན་ནའི་སྤྱན་ཡང་གི་གནས་སྐབས་སུ། ཨ་ནི་ཡིན་བུ་མོ་མ་ནི་གི་ཚང་མ་ལོ། སྤྱིར་བཏང། རྟ་མཆོག་གིས་ཨ་ཕོ་མ་ནི་ཤེས་པ་དང་གཅིག་པ་རེད་དེ་ཡིན་ན་ཡང་དོན་གྱི་ཆ་ནས་ཨ་ནི་མིང་རེད་བྱ་ཚིག་རེད་ཕྲད་རེད་དེ་འདྲའི་དབང་གི་འགྱུར་བ་ཡོད་པ་དེ་ཨ་ནི་ཁོས་ཁྱེད་ཆོས་འཕར་མ་རུ་ཆགས་འགྲོ་གི་འདུག་ཨ། དཔེར་ན། ནམ་རྒྱུན་རྟ་མཆོག་གིས་ཕོ་མོ་མ་ནི་ཤེས་པའི་སྐབས་སུ་ཨ་ནི་ག་ད་བ་ས་ཞིག་ག་བ་ལ་ཡོད་པ་ཡིན་ནའི་ཨ་ནི་གྲ་སོལ་གྲགས་པ་ཡོད་རེད། གྲྭ་བཙུན་གྲགས་པ་ཡོད་པ་སོང་ཙང་ཨ་ནི་ལྕི་བ་ཡོད་གོའི་རུ་ཆག་གི་ཡོད་རེད་བ། ཡིན་ན་ཡང་ངེས་པ་ཡོད་མ་རེད། སྤྱིར་བཏང་ཁོ་རང་གྲྭ་བཙུན་གྲགས་པ་རེད་དེ། ཡིན་ན་ཡང་མིང་གི་གནས་སྐབས་དང་བྱ་ཚིག་གི་གནས་སྐབས་དང་ཕྲད་ཀྱི་གནས་སྐབས་ལ་འགྱུར་བ་འགྲོ་ཡོད་གི་གསལ་བཤད་ཐོས་པ་དེ་ཨ་ནི་ཅི་ཡང་ག་ལ་ཤེས་གི་ཡོད་རེད་བུ་མོ་མ་ནི་ག་ལ་ཤེས་གི་ཡོད་མ་རེད། ད་ནང་བཞིན་ཅི་ཡང་བཤད་པའི་སྐབས་སུ་ལ་ཕོ་ཕལ་ཆེ་བ་ལྕི་བ་ལ་བཞག་ཡོད་རེད། ཡིན་ན་ཡང། མོ་ཡིན་པ་ཡིན་ན་དཔེར་ན་ང་ལྟ་བུ་ཡིན་ན་ཡང་བཅུད་ཡོད་པ་ཡིན་ན། ཅི་སྟངས་མོ་རེད་དེ་ཡིན་ནས་ཅི་བས་ན་བཞག་ཡོད་རེད་ཡང་བཅུད་ཡོད་པའི་རྒྱུ་མཚན་དེ་ནས་དེ་འདྲ་ཡིན་པ་སོང་ཙང་ཅི་ཡང་དང་ཕོ་མོ་མ་ནི་གཉིས་གཅིག་པོ་གཅིག་ཀྱང་རེད་མི་འདུག་ཞུ་ཡིན། ཅི་ཡང་ཟེར་ཡས་དེ་ངག་ནས་འདོན་པའི་སྐབས་སུ་ཨ་ནི་བྱ་ཚིག་དང་མིང་དང་ཕྲད་ཀྱི་ཁྱད་པར་འབྱེད་བྱེད་ཀྱི་ཨ་ནི་སྒྲ་ཡིག་གི་དམིགས་བསལ་གྱི་ཁྱད་པར་ཅིག་རེད་བཞག་དེ་ནས་ཕོ་མོ་མ་ནི་ཟེར་ཡས་དེ་གཙོ་བོ། དྲག་ཞན་བར་མ་གསུམ། དེ་ཡང་རྩོལ་བ་སྐད་ཤེས་ཀྱི་ཡོད་རེད། རྩོལ་བ་ཟེར་མཁན་དེ་སྤྱི་དང་གོང་དུ་ཞུས་པ་ནང་བཞིན་རེད་ཕྱིའི་རྩོལ་བ་དང་ནང་གི་རྩོལ་བ་ཡོད་རེད་དེ། ཡིན་ནའི་དམིགས་བསལ་ཕྱིར་དངོས་དེ་འདྲས་ཡིན་ས་མ་རེད་ཞུས་ཡིན། དེ་ཡིན་པ་སོང་ཙང་ཨ་ནི་ཅི་ཡང་དང་དྲག་ཞན་གཉིས་གཅིག་པ་མ་རེད། ཡིན་ན་ཡང་ཁོ་གཉིས་ལ་འདྲ་བའི་ཆ་མང་པོ་ཡོད་རེད་ཟེར། ད་ག་ཚང་ང་ཚོ་དོ་དགོན་གསང་བདག་རྡོ་རྗེ་གིས་གཞུང་ནས་ལུང་དྲངས་རྗེས་ཁ་ཆད་ཞུས་ཚར་བ་རེད། དེ་རིང་དུ་མཇུག་བསྐྱེད་པ་ཡིན་ན། ཟིག་ན། གཉིས་པ་དེ་ལ། མིང་དང། ཚིག་ཕྲད་ཀྱི་དབང་གིས། ལྕེ་ཡང་གི་ཁྱད་པར་དུ་འགྲོ་ཚུལ་ས། གོང་དུ་བཤད་མ་ཐག་པ། ང་ན་མ། ར་ལ་ཧ། བཅས་ཀྱི་རྗེས་འཇུག་ཅན་དང་ས། རྗེས་འཇུག་མེད་པ་རྣམས་མིང་དང། བྱ་ཚིག། ཁྱད་ཆོས་ཀྱི་ཚིགས་བཅད་ཀྱི་སྐབས་སུ་ཡང་བ་ཡིན་ཀྱང། རྗེས་འཇུག་དེ་དག་ལས་འགའ་ཞིག་ཚིག་ཕྲད་ཀྱི་དོན་སྟོན་བྱེད་དུ་འཇུག་པའི་ཚེ། ཡི་གེ་སྤྱི་བོར་གྱུར་པ་ཡིན་ཏེ། ས་མོའི་ཡི་གེ་འདི་སུ་དང། ཨེ་ནི། མ་ནིང་གི་ཡི་གེ་འདི་སྤྱི་དང། རང་རང་གི་རྗེས་འཇུག་ལ་ཞུགས་པའི་སྐབས་སུ་ཡང་བ་རེད་ཟེར། ཡིན་ན་ཡང། ཨེ་ནི། ལྡོག་པའི་ཆ་ནས་ཀྱི་ཤེས་པ་ཡིན་ན་སྐབས་རེ་དེ་དག་ཞུགས་པའི་སྐབས་སུ་ཨེ་ནི་ཚིག་རེ་ཆགས་ཀྱི་འདུག་ན་ཡང་ལྕི་བ་ཆགས་འགྲོ་གི་ཡོད་རེད། པོ་ད་དུག་སེ་རེད། རྗེས་འཇུག་ང་ཡིག་མཐའ་ཅན་ནམ་མིང་གི་སྐབས་སུ་ཡང་བ་ཡིན་ཀྱང་ཀྱང་ཡང་ཨང་གསུམ་གྱེས་འདུས་ཀྱི་ཕྲད་ཀྱི་སྟོན་བྱེད་དུ་གྱུར་པའི་ཚེ་ལྕི་བ་ཡིན་ཏེ། དཔེར་ན་ཀྱང་ཡང་ཨང་གསུམ་རྗེས་འཇུག་ངར་བ། རྗེས་འཇུག་ང་ཡིན་པར་སོང་ཙང་ཕོ་མོ་མ་ནིང་གི་དབང་དུ་བྱས་པས་ན་མོ་ཡིན་དགོས་ཆེ་གི་རོ། ཡིན་ན་ཡང། མོ་ཡིན་ན་སྤྱིར་བཏང་ཡང་བ་བྱེད་དགོས་རེད། ཡིན་ན་ཡང་ཚིག་འབྲེལ་ཡིན་པ་སོང་ཙང་སྤྱི་བ་ལ་རྒྱུག་གི་ཡོད་རེད་ཟེར། སྤྱི་བ་ལ་འགྲོ་གི་ཡོད་པ་དེ་མངོན་སུམ་འགྲོ་བ་ཅིག་རེད་དེ་ཡོད་རེད་གཟིགས་དང། ད་ཡི་གེ་ནས་བྲིས་པའི་སྐབས་སུ་གསལ་བོ་ཞེ་དྲག་ཡོད་མ་རེད། ཡི་གེ་བྲིས་ཀློག་པའི་སྐབས་སུ་མངོན་སུམ་གྱི་ར་སྤྲོད་ཡོང་དགོས་རེད་དཔེར་ན་ཆ་བྱས་ན། ངས་ཡག་པོ་ཅན་ཀློག་པས་ན། ཁྱེད་ཀྱང་ཕེབས་ན། ང་ཡང་འགྲོ། ལབ་པའི་སྐབས་སུ་ཤུགས་མ་ཐུག་གི་ཀྱང་འདི་དང་ཡང་འདི་ཉིད། རྗེས་འཇུག་ང་ཡི་ཡོད་པ་ཡིན་ན་ཡང། ཨ་ནི། ཅི་བ་ཕྲན་བུ་མགོ་རེ། དག་སྣང་ཞིང། སྐྱེས་ཀྱང་སྐྱེས་ལ་དེའང་དེ་ཞེས་པ་ལྟ་བུ། ལོག་པའི་ཚེ། མནན་པ་ལྟར། Stress། བསྒུགས་ཡོད་རེད་ཟེར་འཇིགས་ཆེ་བ་ལོག་དགོས་པས་ཅི་བ་ཡིན་ནོ་ཟེར། གལ་སྲིད། ཨ་ནི། ཀྱང་ཡང་གསུམ་འདི་ལ། Stress། ཡང་ན་མནན་བྱེད་མ་ལོག་ན། ཁྱེད་ཀྱང་ཕེབས་ན་ང་ཡང་འགྲོ། སྐྱིད་ཀྱང་སྐྱིད། དེའང་ཚེ། ལབ་པ་ཀ་སུ། ཤི་ནས་ལོག་དང་ནོར་བ་ཡིན་པ་དེ་གསལ་པོ་ཞིག་གོ་སོ་དོ། དེ་ཡིན་པ་སོང་ཙང་ཅི་ཨང་གིས་གནས་ཚུལ་འདི་གཞུང་ལུགས་ནས་བཤད་པའི་སྐབས་སུ་ངོ་སྤྲོད་འདི་འདྲ་ཞིག་རེད། ང་རང་ཚོ་བོད་པ་ཡིན་པ་སོང་ཙང་འདི་ཤུགས་མ་གཏོང་སླད་ཡོང་དགོས་རེད་དེ་ཡང་རང་བཞིན་གྱིས་དོན་རྐྱེན་གྱི་ཆ་དེ་ག་ཡོད་རེད་བ། གཞུང་སྣང་ལ། ཨ་ནི་དམིགས་བསལ་གྱིས་འདི་འདྲའི་ཁྱད་པར་ཡོད་པ་འདི་གསལ་བྱེད་ཧ་གོ་སོང་ན་གཞན་ལ་བརྡ་སྤྲོད་པའི་སྐབས་སུ་གཏན་བདེ་ཐུགས་ཕན་སུས་ཀྱི་རེད་དྲིས་ངེས་འདུག་གལ་ཏེ་གོང་གསལ་རྐྱང་ཡང་ཨང་གསུམ་པོ་ཡང་བར་བཀླགས་ན་ཚིག་འགྲེལ་གྱི་དོན་མི་མཐུན་པར་དོན་གཞན་དུ་འཁྲུལ་བར་དཔེར་ན་ང་ཡང་འགྲོ། ཞེས་པའི་ཡང་སྒྲ། ཡང་བར་བཀླགས་ན། ང་ཡང་བསྐྱར་འགྲོ་ཞེས་པར་གོ་བ་ལས། ཁྱོད་མ་ཟད་ང་ཡང་འགྲོ་ཞེས་པའི་རྒྱས་འདུས་ཀྱི་ཁྲིད་ཀྱི་དོན་སྟོན་མི་ནུས་སོ། རྒྱུ་མཚན་དེའི་ཕྱིར། ཡང་བསྐྱར་དང་ཡང་བ་ཧ་ཡང་ལྟ་བུའི་སྐབས་སུ་ནི། ཡང་བ་ཀློག་དགོས་པ་དང་འཕྲལ་དུ་འཇུག་པའི་སྐབས་སུ་ལྕི་བར་བཀླག་དགོས་པ་མཁྱེན་པར་མཛོད་ཅིག། ཞེས་དང་ཕོ་མོ་མ་ནི་ཞེས་པའི་སྐབས་སུ་ཨེ་ནི་རྗེས་འཇུག་ཅིག་ཤོས་ཚར་བའི་སྐབས་སུ་གནས་སྐབས་གཉིས་དེ་འདྲ་མི་གསུང་བ་རེད། ཡིན་ནས་ཅི་ཡང་གི་སྐབས་སུ་ཨེ་ནི་ཡི་གེ་གཅིག་ཡིན་པ་ཡིན་ན་ཡང། ཨེ་ནི་ཕྲད་དང་མིང་ཚིག་དང་བྱ་ཚིག་དབང་གིས་གནས་སྐབས་གཉིས་ཐོན་ཡོང་གི་འདུག་བ། ད་དེ་གི་དེར་དོ་སྣང་བཅོལ་བ་ཡིན་ན། ད་སྒྲ་དག་པོ་ཀློག་ཐུབ་ཡོད་ཀྱི་མཐུན་རྐྱེན་ཆེན་པོ་ཅིག་ཆགས་བསྡད་ཡོད་རེད། དག་སྣང་བཞིན། ཨང་དང་པོ་ལྟ་བུའི་གདངས་སྒྲ་འདི་མིང་གི་སྐབས་སུ་ཡང་བ་ཡིན་ཡང། བསྡུས་པ་དང་བརྗེས་པ་དང་རྒྱུ་མཚན་ཚད་སྐབས་གདམ་ང་བཅས་ཀྱི་དོན་སྟོན་པའི་འཕྲལ་དུ་འཇུག་པའི་ཚེ། སྤྱི་བོར་ཀློག་དགོས་ཏེ་དཔེར་ན། ཁྱོད་དང་ང། ལྷ་དང་མི། ཤེས་པ་དང་གོ། ཆུ་ཚོད་གསུམ་པ་དང་སློབ་གྲྭ་ཚུགས། ལེགས་པར་ཉོན་དང་ལས་ཀ་གྱིས་དང། ཞེས་པ་ལ་སོགས་པ་རྣམས་ཚིག་ཕྲད་ཀྱི་དོན་སྟོན་བྱེད་ཀྱི་དང་སྒྲ་ཡིན་པས་ཤེས་པར་ལོགས། ད་དང་པོ་གསལ་ཏེ་ཚིག་ཕྲད་མིན་པར་སོང་ཙང། ཁྱད་ཆོས་ཡིན་པ་བཟུང་ཙང་ག་ལིའི་ལོ་སྒུག་ཡོད་རེད Stress ཡོད་མ་རེད། ཚིག་འབྲི་ཡིན་པའི་གནས་སྐབས་སུ་གནས་སྒུག་ཡོད་རེད་ཤུགས་རྒྱག་སྒུག་ཡོད་རེད Stress སྒུག་ཡོད་རེད། དེ་ཡིན་པ་བཟུང་ཙང་དང་སྒྲ་དག་ཆ་གཅིག་ལ་ཡང་འདོགས་བྱེད་ཀྱི་ཆ་ནས་ལོག་ཙང་གཉིས་ཡོང་གི་འདུག་བ་ལོག་ཙང་གཅིག་ལྕི་བ་ཡོང་གི་ཡོད་རེད་ལོག་ཙང་གཅིག་ཡང་བ་ཡོང་གི་ཡོད་རེད། དེ་ལྟར་ཕྲད་ཀྱི་སྐབས་སུ་ལྕི་བ་དང་མིང་གི་སྐབས་སུ་ཡང་བར་གསལ་བར་རྟོགས་སླ་ཞིང། ཀློག་པའི་ཚེ་འདེགས་འཇོག་གི་ཉམས་ཀྱང་ཐོན་པ་ཡིན་ནོ་བསམ། འདེགས་འཇོག་གི་ཉམས་བསླབ་པའི་སྐབས་སུ Stress ཡོད་པའི་སྐབས་སུ་ཡ་སྐྱག་པའི་བཟོ་འཕྲོ་བ་ཞིག་ཡང་མེད་ན་མ་བསྣན་པའི་བཟོ་འཕྲོ་བ་ཞིག། སྐད་ཆ་བཤད་པའི་སྐབས་སུ་འདེགས་འཇོག་མང་པོ་ཡོད་པ་ཡིན་ན་འདེགས་འཇོག་འདི་གི་འདི་གཅོད་མཚམས་ཏག་ཏག་ཏག་ཏག་བྱེད་པ་ཡིན་ན། དོན་དག་གོ་ཡ་ལ་ཁྱད་པར་ཆེན་པོ་ཞེ་དྲག་ཡོད་རེད། འདེགས་འཇོག་ནོར་བ་ཡིན་ན། ཨེ་ནི་ཡར་བབས་ས་ལ་བབས་མ་འདུག་མར་བཅག་ས་ལ་བཅག་མ་འདུག་མཚམས་སྦྱོར་ཡག་པོ་མ་བྱུང་བས་དེ་འདྲ་ཡིན་ག་ཡོད་རེད་བ། ཁྱེད་ཚོ་ཀློག་དག་མོ་ཡིན་ཉོན་ཚོ། ཨེ་ནི་འདེགས་འཇོག་འདི་ཚོ་དཔེ་ཡག་པོ་ཡོང་གི་ཡོད་རེད། ཨེ་ནི་ཅི་ཡང་འདི་ཚོ་དཔེ་ཡག་པོ་ཡོང་གི་ཡོད་རེད། ཐོག་མ་འདི་ཚོ་དཔེ་ཡག་པོ་ཡོང་གི་རེད། སྲོག་ཆེན་སྲོག་མེད་ཀྱི་རྣམ་ཆ་འདི་ཚོ་ཤུགས་མ་དོད་ཀྱི་དཔེ་ཡག་པོ་ཡོང་གི་རེད། དེ་འདྲ་ཡིན་པ་སོང་ཙང་སྔ་མོ་བོད་ལ་བྲག་ཡབ་པའི་ལུང་པ་དང་དྭགས་ན་བཞིན་ཆབ་མདོའི་ལུང་པ་འདི་ཚོ་ཡིན་ན་སྦྱོར་ཀློག་དེ་ཤུགས་ཆེན་པོ་ཤུགས་རྒྱག་གི་རེད་གསུང་གི་འདུག་བ། སྤུ་གུ་ཆུང་ཆུང་སྐབས་བྱས་དཔེ་དང་ལྔ། རྡུལ་གློག་མ་བྱས་གོང་ནས་འཇོལ་གློག་རྐྱང་རྐྱང་གི་ཐོག་ནས་ཨ་ནི་ད་ག་བསྟན་འགྱུར་པོ་ཏི་མང་པོ་ཅིག་ཀློག་བཅུག་གི་ཡོད་ས་རེད་བོད་ཆས་ལོ་ཁ་ཤས་ཀློག་བཅུག་གི་ཡོད་ས་རེད། འདིའི་སྔོན་ལ་རྡུལ་གློག་སྐྱུར་འབྱིད་ཆོག་གི་ཡོད་ས་མ་རེད། རྡུལ་གློག་ལབ་པའི་སྐབས་སུ་ད་ནི་ང་ཚོ་ཀློག་པ་ནང་བཞིན་རེད་འཇོལ་གློག་ལབ་པའི་སྐབས་སུ་ཡི་གེ་རེ་རེ་ཨ་ནི་འཇོལ་གློག་རྒྱབ་དགོས་རེད། དཔེར་ན་ཞིང་པ་ཡིན་ན་ཤར་གྱི་དབུས་ཤིང་ཤིང་པ་དང་དང་ལྷ་བས་ན་སྦྱོར་ཀློག་རེ། ཤིང་པ་དང་མཉམ་དུ་ཀློག་ན་བསྡུས་ཀློག་རེ། ཅེས་དང་བསྡུས་ཀློག་འདི་མ་བྱས་གོང་ལ་སྦྱོར་ཀློག་ཤུགས་ཆེན་པོ་བརྒྱབ་པའི་སྐབས་སུ་རྗེས་མར་བསྡུས་ཀློག་མགྱོགས་པོ་ཞེ་བོ་ཅིག་ངོ་མཚར་སྐྱེས་འདིར་ཡོང་དགོས་པ་རེད། ཧ་ལས་པའི་གི་མཐུན་རྐྱེན་ཆེན་པོ་རེད། དེ་འདྲ་ཡིན་པ་སོང་ཙང་ཨ་ནི་སྦྱོར་ཀློག་བརྒྱབ་ཐུབ་པ་ཡིན་ན། ཅི་ཡང་གི་ཁྱད་པར་འདི་ཡང་མངོན་ཐུབ་ཀྱི་རེད། སྒྲ་ཐོག་མ་འདི་ཡང་མངོན་ཐུབ་ཀྱི་རེད། ཕྲད་དང་མིང་ཚིག། ཨ་ནི། བྱ་ཚིག་གང་ཡིན་པའི་དུས་ཚོད་ཀྱི་ཁྱད་པར་དེ་ཧ་ཅང་གི་གསལ་པོ་ཆགས་ཡོད་ལ། དཔེ་མ་ཟད་མཐུན་རྐྱེན་ཆགས་ཀྱི་ཡོད་རེད། ད་ཀློག་དེབ་དེ་ཁག་པོ་ཆགས་ཀྱི་ཡོད་རེད་ཁོར་ཡུག་མེད་པ་ཡིན་ན། དག་ན་བྱ་ཚིག་དང་བྱ་དགེ་དགུ་ཤིང་ང་ཤིང་དང་ཤིང། ཅིང་གསུམ་པོ་འདི་ཡང་མིང་དུ་འཇུག་པའི་སྐབས་སུ་ཡང་བ་ཡིན་ཏེ། ཤིང་ཁ། ཤིང་ཁམ། ས་ཤིང། ཤིང་སྡོང། ལྗོན་ཤིང་ལྟ་བུ་དང། དེ་བཞིན་པེ་ཅིང་ལྟ་བུ་རྣམས་ནི་མིང་ཡིན་པས། ཡང་བ་ཀློག་དགོས་པ་ཡིན། དེ་རྣམས་ཚིག་འགྲེལ་དུ་བརྒྱུད་པའི་སྐབས་སུ་སྤྱི་བ་ཀློག་དགོས་པ་དཔེར་ན། ནམ་མཁའ་སྔོ་ལ་དྭངས་ཤིང། ཉི་འོད་དྲོ་ཞིང་གསལ་བ། མཛེས་ཤིང་ཡིད་དབང་འཕྲོག་པའི། ལྷ་ས་སྐྱིད་ཅིང་བདེ་བ། ཞེས་པ་ལྟ་བུའི་སྐབས་སུ། ཞིང་དང་ཅིང་ཤིང་རྣམས་ཚིག་འགྲེལ་ཡིན་པས་སྤྱི་བར་བཀླགས་ན། གོ་དོན་གསལ་ཞིང། ད་ནཱ་རོ་ཏུ་ནི་དོན་ཆེད་དུ། འདེགས་འཇོག་གི་ཉམས་དང་ལྡན་པས་ཉན་པ་པོ་ཉན་སྤྲོ་བར་མ་ཟད། གོ་དོན་མ་འཁྲུལ་བ་སོགས་ཀྱི་དགེ་མཚན་ཡང། དེང་དུས་བོད་ཡིག་གི་ཀློག་སྟངས་སློབ་རྒྱུར་ལྷོད་ཡངས་ཤོར་བར་བརྟེན་ཡི་གེའི་གཟུགས་གཅིག་པ་ཡིན་ན་ཀློག་སྟངས་ཀྱང་གཅིག་པ་ཡིན་པར་བསམ་ནས་ཤིང་ཅིང་ཤིང་ཡིན་པ་ཐམས་ཅད་ཡང་བ་ཀློག་མཁན་མང་པོ་འདུག་པས་གོ་དོན་ལ་ཐེ་ཚོམ་མི་སྐྱེ་བ་ག་ལ་སྲིད་དེ། དཔེར་ན་གོང་གསལ་དཔེར་བརྗོད་ནང་གི། དྲོ་ཞིང་བསིལ། ཞེས་པའི་ནང་བཞིན་གྱི་སྒྲ་དེ་ཡང་བར་བཀླགས་པ་ཡིན་ན་ཉན་མཁན་གྱིས་ཡི་གེའི་དག་ཆ་མི་མཐོང་བས། དྲོ་ཞིང་སྟེ་དྲོ་ཡི་ཞིང་ཀ། ཟེར་བ་མིན་ནམ་སྙམ་པའི་ཐེ་ཚོམ་སྐྱེ་ཞིང་དེ་བཞིན། མཛེས་ཤིང་ཞེས་པའི་ཤིང་གི་སྒྲ་ཡང་བར་བཀླགས་ན། མཛེས་པའི་ཤིང། ཞེས་པར་འཁྲུལ་བ་ལས་འོས་མེད་པས། འདིའི་ཐད་སྣང་ཆུང་བྱེད་མི་རིགས་པ་མཁྱེན་པར་མཛོད་ཅིག། བྱས་ཙང་ཡི་གེ་གཅིག་ལ་ཀློག་སྟངས་གཉིས་ཡོད་པ་འདི་ཁྱད་ཆོས་རེད་སྐྱོན་རེད་འདི་བསམ་སྟངས་ཡོད་རེད། ང་ཚོ་བོད་ལ་བསམ་སྟངས་མཁན་ནི་འདི་ཁྱད་ཆོས་ཡིན་ཟེར་བ་རེད་ཡི་གེ་གཅིག་མ་ཏོག་ཡོག་མ་རེད། མིག་ཤེས་ཀྱི་ཡུལ་དུ་ཡི་གེ་གཅིག་རེད་དེ་ཡུལ་ཅན་གྱི་ཨ་ནི་འདི་གི་ཨ་ནི་བྱེད་ལས་མི་འདྲ་བ་བྱེད་ཀྱི་ཡོད་པའི་ཆ་ནས་ལོག་དང་གཉིས་ཆ་བ་རེད་ཟེར། ལེགས་སྤྱད་ཀྱི་དབང་དུ་བྱས་པ་ཡིན་ན་དེ་འདྲའི་གི་མཐུན་རྐྱེན་ཡོད་མ་རེད་ཡི་གེ་གཅིག་ལ་ལོག་དང་གཅིག་མ་གཏོགས་ཡོད་མ་རེད། ང་ཚོ་བོད་ལ་ཡི་གེ་གཅིག་ཡིན་པ་ཡིན་ན་ཡང་བྱ་ཚིག་ཡིན་པའི་སྐབས་སུ་ཨ་ནི་ནའི་གོ་ཡས། ཚིག་ཕྲད་ཡིན་པའི་སྐབས་སུ་ནའི་གོ་ཡས stress ཅིག་གོ་ཡས། མིང་ཡིན་པའི་སྐབས་སུ་དཀྱུས་གཅིག་ལོག་གོ་ཡས་ཤུགས་རྒྱབ་མོ་གོ་ཡས་ཅི་ཡང་གི་ཁྱད་པར་དེ་དེ་འདྲ་ཡོང་གི་ཡོད་རེད་དེ་ཡིན་པ་སོང་ཙང་བསམ་ཤེས་ན་འདི་ཚོ་མཐུན་རྐྱེན་རེད་བསམ་མ་ཤེས་ན་བར་ཆད་དུ་ཡང་དགོངས་སྲིད་པ་རེད། གལ་ཏེ་བར་གཅོད་དགོངས་པ་ཡིན་ན། ཨེ་ནི། ད་ཚིག་མང་པོ་ཞིབ་པོ་ཞིག་ང་ཚོ་འདང་གི་མ་རེད་ཨེ་འཁྲུལ་འདུག་རེ་ཞུས། ད་ད་དུང་དེ་སྲིད་དང། ར་ཡིག་མཐའ་ཅན་སྤྱི་བར་འགྲོ་ཚུལ་གསར་པ། དམར་པོ། སེར་པོ། ཆུ་སྐྱེར་ལྟ་བུའི་ར་མཐའ་ཅན་རྣམས་མིང་གི་སྐབས་སུ་ཡང་བ་ཡིན་ཀྱང། རྣ་བའི་གཉིས་པ་དང་བཞི་པ་བདུན་པ་དེ་གཉིས་ཚད་སྐབས་གཅིག་གི་དོན་སྟོན་པའི་ལ་དོན་གིས་འཕྲེད་དུ་འཇུག་པའི་སྐབས། ར་ཡིག་ཐབས་ཅན་རྣམས་སྤྱི་བོར་ཀློག་དགོས་ཏེ་དཔེར་ན། ད་སར་པ་ལ་བའི་སྐབས་སུ་རྗེས་འཇུག་རར་བ། ལྷ་སར་ཕྱིན་ལ་བའི་སྐབས་སུ་ར་དེ་ཡང་རྗེས་འཇུག་ར་ཡིན་པ་གཅིག་པར་བ། ཡིན་ན་ཡང་ལྷ་སར་ཕྱིན་དང། རྣམ་དབྱེ་གཉིས་པ་དང་ནས་གསོ་བར་སྨན་བཏང་ལྟ་བུའི་རྣམ་དབྱེ་བཞི་པ་དང། རྒྱ་མཚོར་ནོར་བུ་ཡོད་ལྟ་བུའི་རྣམ་དབྱེ་བདུན་པ་དང། བདེ་བར་འཚོ་ལྟ་བུ་དེ་གཉིས་དང། ཆུ་ཚོད་བདུན་པར་སློབ་གྲྭ་ཚུགས་ལྟ་བུའི་ཚེ་སྐབས། དེ་ཚོའི་གི་ཨ་ནི་ལ་དོན་གི་ར་དེ། སྤྱི་བོ་ལོག་གོ་ཡོད་རེད། གང་ཡིན་ཟེར་ན་ཁྲལ་རེད་དེ་ར། འོ་དེ་ཚོ་དཔེ་མ་ཟད་འགལ་ཆེན་པོ་རེད་དེ། ཇི་འཇུག་ད་ཅིག་པ་རེད། ཡིན་ན་ཡང་ཚིག་ཁྲིད་ཚིག་བཅད་ཚིག་སྒྲུབ་ནང་སློབ་པ་སྐབས་སུ་ཤུགས་མ་རྒྱབ་པ་ཡིན་ན་ཨ་ནི་གསལ་བོ་ཆགས་གི་ཡོད་མ་རེད། འོག་ཏུ། སྐབས་འདིའི་ར་ཐག་ཅན་ལ་དོན་གྱི་ཕྲད་ཡིན་པས་སྤྱི་བོར་ཀློག་དགོས་ཤིང་དེ་ལྟར་བཀླགས་ན་མིང་དང་ཚིག་ཕྲད་ཀྱི་དབྱེ་བ་གསལ་བར་རྟོགས་སླའོ། སྤྱིར་ན་ཡུལ་ཅན་ཡ་གྱལ་སྟངས་བཅས་ནི་རྟོགས་དགོས་ཀྱི་རེད་མ་གཏོགས་ཡུལ་ལ་སྣང་ཚུལ་མི་འདྲ་བ་དེ་འདྲ་འགལ་ཡོད་མ་རེད་རྗེས་འཇུག་ར་རང་རེད་དེ་རེད། དང་ནང་བཞིན་མིང་གཞིའི་ཡི་གེ་གང་ཡང་རུང་བ་ལ་རྗེས་འཇུག་ན་ཡིག་སྦྱར་ཞིང་ཡང་འཇུག་མེད་པ་རྣམས་ནི། མིང་དང་བྱ་ཚིག་གང་ཡིན་རུང་ཡང་བ་ཡིན་ཏེ། དཔེར་ན། རྣ་བ། སྙན། བདེན་པ། ཡུན་རིང། གཏམ་སྙན། བློ་ལྡན། འོན་ཏེ་བདག་སྒྲ་སྟོབས་པ་རྣམས་དང་བཞིན་གྱི་སྒྲ་ལ་སྟོང་གི་མིང་དང་ད་ལྟ་བའི་གསལ་བྱེད་ཀྱི་བཞི་འདྲ་དང། མཚུངས་པ་གསལ་བྱེད་ཀྱི་བཞི་འདྲ་སྟེ་དོན་སྟོན་ཚུལ་མི་འདྲ་བ་གསུམ་ཡོད་པ་ལས། དོན་སྟོན་ཚུལ་ཐ་དད་པའི་དབང་གིས་ཀློག་པའི་ཚེ། སྒྲའི་སྤྱི་དབྱངས་ཀྱི་འདོན་ཚུལ་རྣམས་མི་འདྲ་སྟེ། སྟོང་གི་མིང་དང་ད་ལྟ་བའི་གསལ་བྱེད་ཀྱི་བཞི་འདྲ་གཉིས་ཡང་བར་ཀློག་དགོས་པ་དང་མཚུངས་པ་གསལ་བྱེད་ཀྱི་བཞི་འདྲ་གཅིག་བར་ཀློག་དགོས། ད་དེ་གར་གསུང་སྐོར་བསླབ་ཡོད་ན་སྤྱིར་བཏང་ཨ་ནི་ན་དེའི་ཨ་ནི་ཡང་བ་ལོག་རེད་ཟེར། ད་ཡིན་ནས་ངེས་པ་ཡོད་མ་རེད་ཟེར། བ་འུ་ཤ་གི་འུ་ཤིན་ན་ཤིན་གཏམ་གཏང་མཁན་ཡིན་ན། གདོང་ལ་ཤིན་རེད་ཟེར་བའི་ཤིན་འདི་གི་ན་སྒྲ་གཅིག་བྱས། ཨ་ནི། མཚུངས་པ་སེ་བྱས་ཀི་འདྲ་པོ་འདུག་ཟེར་ཡས་དེ་དེ་ནང་ཤིན་ཟེར་ཀི། ཤིན་སྒྲ་དེ་གཉིས་བྱས། དེ་ནས་ད་ལྟ་བ་སེར་བྱེས་ལས་ཀ་བྱེད་བཞིན་པ་ཡིན་ཟེར་འདི་གསུམ་འདུག་ཨ། འདི་གསུམ་འདི་ཨ་ནི་ལོག་ཚུལ་ཞིག་པོ་མ་རེད་གཞན་གྱི་ཁྱད་པར་ཡོད་རེད་ཟེར། དཔེར་ན་མཚུངས་པ་སེར་བྱེས་ཀྱི་དགྲ་དེ་ཡིན་ན། དེས་ཟིན་ལེན་བསྒུགས་ཡོད་རེད། Stress བྱེད་བསྒུགས་ཡོད་རེད་ཁྱེད་ལྟ་སྤྱི་བ་ལོག་བསྒུགས་ཡོད་རེད། མིང་གི་བཞིན་རས་དང་ད་ལྟ་བ་སེར་བྱེས་ཀྱི་བཞིན་རས་ཡིན་ན། ཡང་བ་ལོ་ན་ཡང་དོན་ད་ལྟ་ད་དེ་གི་རེད་གསུང་དགོས་རེད་ད་དཔེར་བརྗོད་འོག་ཏུ་བྲིས་ཡོད་རེད་གཟིགས་དང། དེས་པས་བཞིན་རས་གཉེར་མའི་དྲ་བ་ཅན་འདི་བཞིན་འདི་ཡང་བ་ལོ་རེད། ལྟ་ན་མི་སྡུག་གསོལ་བ་བྱུག་པ་བཞིན་བཞིན་འདི་མནན་བཅས stress བྱེད་དུ་ལོག་གོ་གི་རེད། མཚུངས་པ་སེ་བྱས་ཀྱི་དྲ་བ། ནག་ཅིང་འཁྱོར་བཞིན་འགྲོ་འདིར་དར་མའི་ལོར་ལྟ་འདི་ད་ལྟ་བ་སེ་བྱེད་ཀྱི་རེད་དོ་དེ་ལ་ཡང་ཨ་ནི་སྤྱི་བ་ལོག་གོ་གི་ཟེར། དལ་བུའི་ཁྱུ་མཆོག་དཔའ་བོ་སུ་ཡིས་ཤེས། བྱས་ཙང་ཚིགས་བཅད་འདིའི་ནང་ལ་བཞི་འདྲ་གསུམ་འདུག་ཨ་བཞི་འདྲ་གཅིག། གདོང་གི་བཞི་འདྲ་བཞི་འདྲ་གཅིག་ད་ལྟ་བ་སེ་བྱེད་ཀྱི་བཞི་འདྲ་རེད་ད་ལྟ་བ་བཞི་འདྲ་གཅིག་མཚུངས་པ་སེ་བྱེད་ཀྱི་རེད་དེའི་དབང་གིས། སྐབས་སྟོབས་ཀྱི་དབང་གིས་ཨ་ནི་ད་ལ་ཡང་ཅི་ཡང་གི་ཁྱད་པར་ཡོད་རེད་ཟེར། ད་དུ་ངོ་ནས་དྲན་ནས་དཔེ་སྨྲ་ས་ཡག་པོ་འདུག་དྲན་གྱི་འདུག། ད་དེ་ཚོ་ང་ཚོ་བོད་སྐད་ནང་བྱས་པ་ཡིན་ན་ངོ་བོ་དང། ཨ་ནི་ལྡོག་པ་ཟེར་སྐད་ཅིག་ཤེས་ཀྱི་རེད། ཡིག་གཟུགས་ཀྱི་ངོ་བོ་ལ་བསམ་སྟངས་པ་ཡིན་ན་གཅིག་པ་རེད་དེ་ཡོད་རེད། ཨ་འདི་གི་ཀློག་པའི་སྐབས་སུ་ལ་ལྡོག་པའི་ཆ་ནས་བྱེད་ལས་མི་འདྲ་བ་བྱེད་པའི་ཆ་ནས་ཨ་ནི་སྒྲ་ཡང་མི་འདྲ་བ་ཐོན་པ་རེད། ད་འདི་འདྲ་བ་ཅིག་རེད། ཆོས་ཐམས་ཅད་བློ་དེ་རེ་རེད་དོ། ངོ་བོ་གཅིག་པ་ཡིན་ན་ཡང་ཁོ་རང་གི་བྱེད་ལས་མི་འདྲ་བ་བྱ་ནས་ཨ་ནི་བྱ་བ་མི་འདྲ་བ་བྱེད་ཀྱི་ཡོད་རེད་བ། འོ་དེ་ཚོ་བསམ་སྟངས་ཐུབ་པ་ཡིན་ན་ཨ་ནི་ཕན་ཚུན་རིགས་འགྲེ་བཏང་ཡོད་ན་ཏན་ཏན་ཁྱད་པར་ཡོད་རེད་དྲན་ཐུབ། ཞེས་པ་ལྟ་བུའི་སྐབས་སུ་གཞི་འདྲ་དང་པོ་གདོང་གི་མིང་དང། གཞི་འདྲ་གཉིས་པ་ནི

ཡིན་ཀྱང། དེ་དག་མིང་དུ་བཅུག་པའི་སྐབས་སུ། ད་ལྟ་འདི་སྐད་ཆེན་པོ་ཞུ་བཞིན་རེད། ད་ལྟ་བ་ཚ་ཤེས་དེས་གཞན་ཆོས་སྐད་ཆ་བཤད་ཀྱི་ཡོད་རེད། དེ་ཡིན་པ་སོགས་ད་ལྕི་བ་ཡིན་ལ་བའི་སྐབས་སུ་ཕོ་རེད་ཟེར། ད་ཡང་གནས་སྐབས་མི་འདྲ་བའི་དབང་གིས་ཡང་བ་ལོག་ཁོ་སོགས་དེ་འདྲ་ཡོང་གི་ཡོད་རེད་ཟེར་དེས་ལྕི་ཡང་གི་སྐོར་ལ་རྩལ་དུ་བཏོན་ནས་གསུང་གི་ཡོད་རེད། སྤྱིར་བཏང་ལྕི་བ་རེད་ཟེར་དེ་དང། ད་དྲག་པ་རེད་ཟེར་དེ་གཉིས་འདྲ་བོ་རེད་དེ། གནས་སྐབས་མི་འདྲ་བ་གཉིས་ཀྱི་ཆ་ནས་དྲག་ཞན་དུ་མ་གསུངས་པ་ཅེས་སྤྱན་གྱི་ཐ་སྙད་སྦྱར་ཕྱིར། ཆེད་ཀ་སྤྱན་དང་དྲག་ཞན་གྱི་གཉིས་ལ། ནི། ཡི་གེའི་ངོ་བོའི་ཆ་ནས་གཅིག་པ་རེད་དེ་ལྡོག་པའི་ཆ་ནས་ཁྱད་པར་ཡོད་རེད་ཟེར། དེ་མིང་དུ་བརྗོད་པའི་གནས་སྐབས་དང་བྱ་ཚིག་ཏུ་བརྗོད་པའི་གནས་སྐབས་དེ་བསྟན་ཚུལ་མི་འདྲ་བའི་དབང་གིས་ཀློག་ཚུལ་ཡང་འཇིགས་ཆེ་ཆུང་གི་ཁྱད་པར་ཅུང་ཟད་ཡོད་པ་དཔེར་ན། བཀག་རྒྱ། དྭགས་པོ། རིག་པ་ལྟ་བུའི་ག་ཡིག་མཐའ་ཅན་རྣམས་མིང་དུ་བརྗོད་པའི་སྐབས་སུ་ལྕི་བ་ཙམ་དང། ལམ་བཀག། ཁོང་ལ་དག། དག་གི་རིགས་ལྟ་བུ་བྱ་ཚིག་ཏུ་བརྗོད་པའི་སྐབས་སུ། དེ་ལས་ཀྱང་ལྕི་བར། ད་ལྕི་བ་ཡིན་པ་ལྟར་འཇིགས་པ་བྱེད་ན་འདི་སྣང་ལས། ཁྱད་པར་ཡོད་རེད་ཟེར། ད་བེད་སྤྱོད། གོ་རྒྱུ་ད། ཡག་པོ་ཡོད་ས་རེད། ད་ཁྱད་པར་ཞེ་དྲག་མི་འདུག་འདི་སྐོར་ཞེ་དྲག་མ་ཞུས། ད་དང་ནས་ཞེས་ཆོས་མེད། དད་ལྡན། ཐ་དད་ལྟ་བུའི་དག་ཡིག་མཐའ་ཅན་རྣམས་མིང་གི་སྐབས་སུ་ཤི་བ་ཙམ་དྭངས་སང། ལྷ་ལ་དད། མཆོད་དོ། མཛད་དོ་ལྟ་བུ་བྱ་ཚིག་གི་སྐབས་སུ། དེ་ལས་ཀྱང་ལྕི་བར། བྱས་ཙང། སྤྱི་བཏང། བྱེད་རྒྱུ་དག་ཡིན་པར་སོང་ཙང་ལྕི་བ་རེད་དེ། ཡིན་ན་ཡང་ཁོ་རང་མིང་དང་བྱ་ཚིག་ཡིན་པའི་གནས་སྐབས་སུ། གཅིག་ལྕི་བ་བྱས་གཅིག་དེ་ལས་ལྕི་བ་འཐོན་གི་འདུག་ཨོ་སྟོབས་སྐྱེ་ཤི་བ། ད་རིག་བྲལ་བཏང་རྗེས་གཞན་ཡང། ཀུན་ཁྱབ། ཁྱབ་འཇུག། འཐབ་རྩོད། རྒྱལ་ཁབ། རབ་གསལ་ལྟ་བུའི་བ་ཡིག་རྣམས་འདི་ཚང་མ་ལོ་ཕོ་ཡིག་རུ་བ། མིང་གི་སྐབས་སུ་ཕྱི་བ་ཙམ་བཏང་ཙང། བྱས་ཙང་ཕོ་ཡི་ཡི་གེ་ཡིན་པར་གསུངས་ཙང་ཁོ་ཕྱི་བ་རེད་ཟེར། ད་ཡིན་ན་བྱ་ཚིག་ཡིན་པའི་སྐབས་སུ་དེ་ལས་ཡང་ཕྱི་བ་རེད་ཟེར། དེ་ལས་ཡང་ཕྱི་བ་ཟེར་དུས། ཨ་ནི་ཕོ་མོ་མ་ནིང་སྐབས་ལ་བཤད་ཀི་ཡོད་མ་རེད་ཕྱི་ཡང་སྐབས་ལ་བཤད་ཀི་འདུག་ཨ། ཀུན་ལ་ཁྱབ། དགྲ་ལ་འཐབ། ཀུན་ཏུ་ཁྱབ། ལྟ་བུའི་བྱ་ཚིག་གི་སྐབས་སུ་དེ་ལས་སྤྱི་བོར་ཀློག་དགོས་སམ། ད་ནང་བཞིན། མཁས་པ། ཐོས་པ་ཚོལ། གཞན་མ། ལྟ་བུའི་གཞི་འཇུག་ས་ཡིག་ཅན་ནམ་མིང་གི་སྐབས་སུ་ལྕི་བ་ཙམ་དང། ཁོ་རང་ཕོ་ཡིན་པར་སོང་ཙང་ལྕི་བ་ཙམ་རེད། འདི་ལབ་པའི་སྐབས་སུ་ཕོ་རེད་ལབ་པ་དང་ལྕི་བ་རེད་ལབ་པ་གཉིས་ཀ་ལོ། གཅིག་པར་བ་ཆགས་ཀྱི་ཡོད་རེད། རིག་པའི་གནས་ལ་མཁས་པ། ལམ་དུ་ཆས། གསལ་བར་ཐོས། ལྟ་བུ་བྱ་ཚིག་གི་སྐབས་སུ་དེ་ལས་ཀྱང་ལྕི་བར་ཀློག་དགོས་པས་སོ། འདིར་མ་ཤེས་པ་རྣམས་ཀྱང་རིགས་འགྲེ་སྟེ་རྟོགས་པར་བྱའོ། མཚན་གཞི་ཁ་ཤས་ཅི་བདེ་ཞུས་བྱ་བ་རེད། དེ་མ་ཡིན་པའི་དེ་འདྲའི་རིགས་དཔེ་མ་ཟད་མང་པོ་ཡོད་རེད་ཟེར། མདོ་རིགས་སུ་བསྡུས་པ་ཡིན་ན། ཨེ་ནི། ཀློག་སྟངས་ཚང་མ་ཀློག། བོད་པ་ཅིག་ལ་ཆུ་འཇུའི་ཁ་ནས་སྦྱོར་ཀློག་བརྒྱབ་ན་གོམས་འདྲིས་ཀྱི་དབང་གིས་ཏག་ཏག་ལབ་ཐུབ་ཀྱི་ཡོད་རེད། དེ་ལབ་ཐུབ་ཀྱི་ཡོད་པ་འདི་སུས་སུས་ཀྱིས་ཨེ་ནི། ཚོར་བའི་ངེས་པ་ཡོད་མ་རེད། ཡིན་ན་ཡང། ད་བདག་པོ་གློག་བརྙན་འདིས། ད་རེས་སང་ཉིན་གྲྭ་མཇུག་ན་བྱས་པ་ཡིན་ན། གྲྭ་མཇུག་ན་བྱས་ཚར་བའི་རྗེས་སུ་ན་ཆོག་གི་ཉེན་དང། ཨ་ནི། འདེགས་འཇོག་དང། ཐོག་མ་དང། ཅི་ཨང་དང། ཏག་ཏག་ལ་ང་ཚོ་གོ་ཐུབ་ཀྱི་རེད། གཞི་ནས་ང་ཚོ་འདུག་ཟེར་ཚེ་དེའི་ཐོག་ལ་བསམ་བློ་ཅིག་སྐྱེ་གི་རེད། བསམ་བློ་ཅིག་སྐྱེ་ཚར་བའི་རྗེས་སུ་ཨ་ནི་ཡི་གེ་བྲིས་པ་ཡིན་ན།

དེའི་རྗེས་ཀྱི་མི་རབས་དུ་བྱང་གི་སྐབས་སུ་མཐུན་རྐྱེན་གྱི་ཆ་གི་ཡོད་ར་བ་འདུག། ཕལ་ཆེར་གཞུང་ག་འདྲས་ཅན་པ་ཡིན་ནའི་གཞུང་ལུགས་ཟེར་གྱི་ཡོད་རེད་ལག་ལེན་ཟེར་གྱི་ཡོད་རེད། ལག་ལེན་དེ་དངོས་ལ་ཡོང་གི་ཡོད་རེད་ལག་ལེན་དེ་གཞི་ལ་བཞག་ཅིང་ཨ་ནི་གཞུང་ལུགས་བརྩམས་ཀྱི་ཡོད་ར་བ། དེ་དང་ང་རང་གི་སྐད་ལ་བརྩམས་སྟངས་འགལ་ནས་དོན་མེད་བརྩམས་འབོར་དང་མ་འཇོན་གོང་ནས་བོད་ལ་སྐད་ཡིག་ཡོད་པ་ལ་དོགས་པ་སྐོར་ལ་ཡོད་མ་ར་བ། ཡིན་ན་ཡང་སྐད་ཡིག་གི་འགྲོ་སྟངས་དེ་གཏན་འབེབས་བྱེད་པའི་གི་ཨ་ནི་ལམ་སྲོལ་དང་ཡི་གེ་རིག་གནས་དེ་འདི་དངོས་ལ་ཡོད་མ་རེད་ཟེར་ཅེས་གསུང་གི་ཡོད་ར་བ། དེ་ཡིན་པ་སོང་ཙང་བེ་རོ་བདུན་པའི་ནང་ལ། ཨ་ནི་དེ་གཙང་མ་ལོ་གཏན་འབེབས་བྱས་པ་རེད། གཏན་འབེབས་བྱས་པའི་སྐབས་སུ། སྐད་གསེང་གི་གཤིས་ཀ་ཟེར་ནི་དེ་རྒྱ་ཆེན་པོ་རེད་གཏིང་ཟབ་པོ་རེད། ལོ་གཅིག་ལོ་གཉིས་ནང་ལ་ཆ་ཚང་བ་ཅིག་ཡང་ཡོད་མ་རེད། ཨ་ནི་སྤྱི་ཡོངས་ཀྱི་སྒྲོམ་གཞི་དེ། ཨ་ནི་དེ་མི་བཟང་པོ་རེད། སུམ་རྟགས་གཉིས་ཀྱི་ནང་ལ་ཆ་ཚང་བ་ཅིག་བསྟན་ཡོད་རེད། དེའི་རྩ་བ་འགྲོ་བ་ཆགས་ཐིག་ཡོད་རེད། རྩ་བ་དེ་གཞིར་བཞག་བྱས། ཨ་ནི་ནམ་དུས་ནམ་ལ་སོང་ནས་དུས་ཚོད་ཅིག་ལ་མེ་ཏོག་ཤར་གྱི་ཡོད་རེད། འབྲས་བུ་རྟགས་ཀྱི་ཡོད་རེད། ཡལ་ག་ལོ་ཟླ་ཚང་བ་ལོ་གྲ་ཞིག་རྒྱས་པ་ཡོང་གི་རེད་དེ་ནང་བཞིན་དུས་ཚོད་རིམ་སོང་བའི་དབང་གིས་རིག་གནས་ཤུགས་ཆེན་པོ་དར་དར་བ་ཡིན་ན་ཨན་སྐད་ཡིག་འདི་ལས་ཕུན་སུམ་ཚོགས་པའི་ཡན་ལག་དེ་མང་དུ་མང་དུ་མང་དུ་འགྲོ་གི་རེད་དེ་ཡིན་པ་སོང་ཙང་དུས་གསུམ་གྱི་སྐོར་རེད་སྤྱན་གྱི་སྐོར་རེད་འདི་གི་དེ་ཤུགས་ཆེན་པོ་ཅིག་རྒྱ་ཆེན་པོ་ཅིག་གཏིང་ཟབ་པོ་ཅིག་ཕལ་ཆེར། དུས་རབས་ཉི་ཤུའི་ནང་ལས་ནི་ཞལ་འདེབས་དུ་མ་ཚོན་ཤུགས་ཆེན་པོ་བྱུང་ཡོད་རེད། ད་དུང་ཡིན་ན་ཡང་ང་རང་ཚོས་སྐད་ཡིག་ལ་ཉམས་ཞིབ་བྱེད་པ་ཡིན་ན། སྐད་ཡིག་གི་རང་ཆས་སུ་ཡོད་པ་དེ་ག་ལི་ག་ལི་ག་ལི་རྟོགས་འདུག་གི་ཡོད་རེད། སྐད་ཡིག་ཁོ་རང་ལ་མཐུན་རྐྱེན་མང་པོ་ཞིབ་པོ་བརྗོད་རེད། ད་བཀའ་བསྟན་བཅོས་ན་ཡོད་པ་སོང་ཙང་ལེགས་སྦྱར་གྱི་སྨྲ་བ་ཐམས་ཅད་ལོ་ང་ཚོ་བོད་སྐད་ན་བསྒྱུར་ཡོད་པ་སོང་ཙང། ཨ་ནི། ཀྱེ་ཁོ་རང་གིས་ནུས་པ་དང་མ་བཟོ་ན་ངོ་ཚར་སྐྱེལ་ཡོད་ཆགས་དེ་གར། ཡིན་ནའི་ངོ་ཚར་སྐྱེལ་སྟངས་སྐྱེལ་ལུགས་དེ་ང་རང་ཚོས་བསམ་བློ་བཏང་བྱས་ཉམས་ཞིབ་བྱས་བྱས་རྩལ་བཏོན་བྱས་བྱས་ཟུར་དུ་མ་བཏོན་པ་ཡིན་ན། ཁོ་དེ་ཡོད་དང་ཡོད་རེད་དེ་ཡོད་སྟངས་ཡོད་ལུགས་དེ་ཧ་གོ་མ་རུང། དཔེར་ན་ས་འོག་གི་གཏེར་ནང་བཞིན་རེད། ས་འོག་ལ་གཏེར་ཡོད་པ་ཡིན་ནས་ལོ་བརྒྱ་ཕྲག་མང་པོ་གནས་ཡོད་པ་ཡིན་ནས་ཕྱིར་མ་བཏོན་པ་སྐབས་སུ་ལ་གཏེར་འདུག་ཟེར་བྱས་བྱས་ངོས་འཛིན་ཡོང་གི་ཡོད་མ་རེད། དེ་མེད་པའི་གྱོད་ཚན་ལ་བརྟེན་ནས་གཏེར་སྟེགས་དེ་ལོངས་སྤྱད་ཐུབ་ཀྱི་ཡོད་མ་རེད། ཉི་མ་གཅིག་ཧ་གོ་ཚར་བའི་རྗེས་སུ་གཏེར་སྟེགས་དེ་ཡར་བཏོན་བྱས། སྟོན་སྟངས་ཡག་པོ་ཅན་སྟོན་ཐུབ་པ་ཡིན་ན། ཁོར་ཡུག་ལ་མ་གནོད་པ་སྤྱི་ཚོགས་ལ་མ་གནོད་པ་རྒྱལ་ཁབ་ལ་ཕན་པ་བཅས་སྟོན་ཐུབ་པ་ཡིན་ན། དེ་གྱོད་ཚན་དུ་བྱས་རྗེས་རྒྱལ་ཁབ་དེའི་ཕུན་སུམ་ཚོགས་པའི་ཡན་ལག་ཏུ་འགྱུར་བ་ཡག་གི་ཐོན་སྐྱེད་ཆེན་པོ་ཆགས་ཀྱི་རེད། དེ་ནང་བཞིན་སྐད་ཀྱི་གཤིས་ཀ་ལ་ཡོད་པ་མང་པོ་ཅིག་ང་ཚོས་སྟོན་བྱས་རྗེས་མར་བེད་སྤྱོད་བཏང་ཐུབ་པ་ཡིན་ན་དཔེ་མ་ཟད་ཡག་པོ་ཡོད་རེད་ཞུ་ཡི། ཞེས་ཟེར། ཤེས་པ་འདི་རིགས་ནི་རང་རེའི་རྨ་ཆེར་གདོད་མ་ནས་ཚུལ་བཞིན་ཡོད་དུ་ཆུག་ཀྱང་བརྡ་སྤྲོད་ཀྱི་གཞུང་དུ་དངོས་སུ་འགྲེལ་བརྗོད་བྱས་པ་ནི་དུས་རབས་འདི་ནང་གི་བརྡ་སྤྲོད་སྨྲ་བ་པོ་རྣམས་ཀྱི་ལག་རྗེས་རྨད་དུ་བྱུང་བ་ཞིག་ཏུ་འཁུམས། ཨོ་དེ་འདྲ་ཡིན་ས་རེད་ཨོ་ཐོ་ཆེ་ན། ད་སློབ་ཚན་དུས་མཇུག་འདི་ཨ་ནི་སློབ་ཁྲིད་ཆ་ཚང་གྲུབ་པ་ཡིན། ཚང་མ་ལ་བཀྲ་ཤིས་བདེ་ལེགས་ཨ་ནི་ཁྱེད་རྣམ་པའི་དགོངས་འཆར་ཡོད་པ་ཡིན་ན་ཡི་གེ་བྲིས་རྗེས་ང་ལ། ཏང་ནང་རོགས་གནང་ཨན་བསམ་ཞིབ་བྱས་རྗེས་ལན་འབུལ་ཡོད་ཐབས་ཤེས་ཤིག་ཡིན་བཀའ་དྲིན་ཆེ། དུས་ཚོད་བཏང་གནང་བར།